འཛམ་གླིང་གང་སར་བཞུགས་པའི་བོད་ཀྱི་སྐད་ཡིག་རིག་གཞུང་ལ་དོ་སྣང་གནང་མཁན་ཚང་མ་ལ་སྔ་དྲོ་དེ་ལས་ཞུ་གི་ཡོད། དེ་ནས་ད། ད་ལྟ་དེ་ངའི་དྲ་སྒམ་ནས། དྲ་སྒམ་ཟེར་ན YouTube། དྲ་སྒམ་ནས་ད་བོད་ཡིག་ཀློག་ཡག། ཨ་ནི། ག་རེ་ཞུ་དགོས་རེད། གཏམ་དཔེ་འདི་འདྲས་ངས་བྲེལ་བཤད་བརྒྱབ་བཞག་ཡོད། ཨ་ནི། དེ་མ་ཟད། ག་རེ་ཞུ་དགོས་རེད། ཡིག་སྐད། ཨ། ཡིག་སྐད། ཕལ་སྐད་ལ་བསྒྱུར་བྱས། ཨ་ནི་ཁྱེད་རང་ཚོས་མཁྱེན་ཡག་ལས་སླ་པོ། ཡོང་ཡག་དང། མ་འོངས་པ་ལ། བོད་ཡིག་ལ་བྲིས་པའི་དཔེ་དེབ་དེ་འདྲའི་ཀློག་ཡག་ལ་སེམས་ཤུགས་སྤར་ཡག་གི་ཆེད་དུ། ངས་དེ་འདྲའི་དྲ་སྒམ་གྱི་ནང་ལ་བཏང་གི་ཡོད། དེ་ཙམ་དུ་མ་ཟད། ཨ་ནེ་སྔོན་མ་སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གྲངས་ཀྱི་སྐབས་ལ། རྡོར་གླིང་དབུས་གཞུང་གི། སློབ་གྲྭའི་གནས་སྟངས་ག་འདྲས་ཡོད་མེད་དེ་འདྲའི་སྐོར་ལ་ཡང་འགྲེལ་བཤད་ཞུས་བཞག་ཡོད་ད་དེ་ཚོ་རྒྱལ་རབས་རེད་པ། མ་འོངས་པ་ལ་ལོ་བརྒྱ་ཡི་ཕྱེད་ལ་དེ་ཚོ་རྒྱལ་རབས་ཟེར་ན་ཡང་སློབ་སྦྱོང་བྱེད་དགོས་ཡ་དེ་འདྲའི་ཡོང་གི་རེད་དེ་ནས་ག་རེ་ཤོད་དགོས་རེད། དེའི་ཆེད་ཨ་ནེའི་བུ་བཤད། ཨ་ནེ། ཞབས་བྲོ། བོད་པའི་ཞབས་བྲོ་དང་དེ་འདྲའི། བོད་པའི་རིག་གཞུང་དང་འབྲེལ་བ་ཡོད་པའི། བཀའ་མོལ་རྐྱང་རྐྱང་ངས་དེ་འདྲའི། ནམ་ཞག་རྒྱུན་དུ་ངས་དེ་འདྲའི་ཞུས་བསྡད་ཀྱི་ཡོད། ཨ་ནེ། རྗེས་ང་རང་ཚོའི་སྤྱི་ཚོགས་ནང་ལ། ད། བོད་སྐད་ལ་དོ་སྣང་གནང་མཁན། ཉུང་དུ་ཉུང་དུ་འགྲོ་གི་འདུག། ད་ཕྱི་རྒྱལ་བ་དང་ཨ་ནི་དཱ་ཇི་ནིང་ལ་བཞུགས་མཁན་ཡུལ་མི་ཚོས་དོ་སྣང་ཆེན་པོ་གནང་སྟེ། ལོ་མང་པོ་སློབ་སྦྱོང་གནང་གི་ཡོད་རེད། དེ་ང་རང་ཚོའི་སྐད་དང་ང་རང་ཚོའི་རིག་གཞུང། ང་ཚོས་དྭགས་པོ་མ་བརྒྱབ་ན། ཨ་ནི་སུས་བརྒྱབ་གི་རེད། དེ་འདྲ་བྱས་བྱས་ད་ང་དེ་ཁ་རེ་ཤོར་བོ་རེད། བོད་སྐད་དང་བོད་ཡིག་བསླབ་བྱས་ལོ་ཉི་ཤུ་རྩ་བཞི་འགྲོ་གི་འདུག་ལོ་ཉི་ཤུ་རྩ་བཞི་འགྲོ་གི་འདུག་དེ་ཡང་ལོ་ཉི་ཤུ་རྩ་བཞི་ཟེར་ན་ཡང་ཕྱོགས་གཅིག་ནས་བསམ་བློ་བཏང་པ་ཡིན་ན་དུས་ཚོད་ཐུང་ཐུང་ཅིག་རེད། ཕྱོགས་གཞན་དག་ཅིག་ནས་བསམ་བློ་བཏང་པ་ཡིན་ན་ཡང་དེའི་དུས་ཚོད་རིང་པོ་ཞེ་དྲག་རེད། དེ་ཡང། ཉི་མ་གཅིག་ལ་ཞོགས་ཀའི་ཆུ་ཚོད་བདུན་པ་ནས། མུ་མཐུད་ནས་གོང་ལྟར་ཆུ་ཚོད་བརྒྱད་པ་བར་དུ་ལོ་མང་པོ་ང་བསླབས་མྱོང་ཡོད། དེ་འདྲའི་ཉམས་མྱོང་བསགས་རྗེས། ངས་ད་ལྟ། བོད་སྐད་ཀྱི་བརྡ་སྤྲོད་དཔེ་མི་སྲིད་གཏིང་ཟབ་པོ་ཡོད་རེད། བརྡ་སྤྲོད་ཡོད་རེད་དེའི་ནང་ལ་དྲིག་གཞི་མང་པོ་ཞེ་དྲག་ཡོད་རེད། དེ་ཚོ་ངས་ངས་བྲིས་པའི་ད་ལྟ Colloquial Tibetan Grammar Book ཟེར་ནས་དེའི་ནང་ལ་ཚང་མ་ལོ་ཉི་ཤུ་རྩ་བཞི་ཉམས་ཞིབ་བྱས་རྗེས་ཨ་ནི་ངས་ཉམས་མྱོང་བསགས་པ་གཞི་བཟུང་དེ་ནང་ལ། བཀོད་བཞག་ཡོད། ཨ་ནི་ཕྱི་རྒྱལ་བའི་སློབ་ཕྲུག་ཚོས། ད། དེབ་ཡག་པོ་ཞེ་དྲག་འདུག་དེབ་དང་པོ་ཉོས་ཚར་བ་ཡིན་གཉིས་པ་ག་པར་རག་གི་རེད་གཉིས་པ་ཡང་ཉོས་ཚར་བ་ཡིན། གསུམ་པ། ག་པར་རག་གི་རེད་ཟེར་ནས་བཀའ་འདྲི་གནང་མཁན་མང་པོ་ཞེ་དྲག་འདུག། ད་ལྟ། ད་ལྟ་ང་རང་ཚོའི་བོད་སྐད་ཀྱི་བརྡ་སྤྲོད་དེབ། དེ། ཉོ་མཁན་མང་ཆེ་བ་ཕྱི་རྒྱལ་བ་རེད།

ད་ལྟ་སམ་བོ་ཏའི་སློབ་གྲྭ་ལ་ཕེབས་མཁན་ཚོ་ལ་ཏན་ཏན་ཐུགས་ཕན་གསོས་ཀྱི་རེད། དེ་ནས་དེའི་ནང་ལ་གྲུམ་སྐད་གྲགས་ཆེན་པོ་གསུམ། ཕལ་སྐད་ལ། བོད་སྐད་རྒྱབ་ཐུབ་མཁན་དང་བོད་ཡིག་ཀློག་ཐུབ་མཁན་གཅིག་གིས་གྲུམ་འདི་ཆ་ཚང་ཧ་གོ་ཐུབ་ཡ་གཅིག། བྲིས་བཞག་ཡོད་ད་དེ་འདྲའི་སྤུ་གུ་ཚོས་བོད་ཡིག་ལ་བྲིས་པའི་ཁྲུམས་དེ་འདྲའི་གློག་ཡག་འགོ་བཙུགས་པ་ཡིན་ན། ཨ་ནི་བོད་ཡིག་ལ་དབྱིངས་ཞུགས་ཀྱི་རེད་པ། ད་ཡང་རྩོམ་པ་པོ་ཁ་ཤས་ཀྱིས་ཨ་ནི་ཚིག་ཨ་ནི་ཧ་གོ་ཡག་དཀའ་ལས་ཁག་པོ་རྐང་བཙུགས་ནས་བཟོས་བྱས། ངའི་གནས་ཚད་འདི་མཐུག་པོ་ཞེ་དྲག་རེད་ཁྱེད་རང་ཚོ་བཟོ་གྲོགས་པོ་འདི་མི་འདི་འདྲས་ཀྱིས་ངའི་དོན་དག་རྟོགས་ཐུབ་ཀྱི་མ་རེད་ཟེར་མཁན་བཟོ་གྲོགས་པོ་བྱས་ནས་རྐང་བཙུགས་ནས། ཚིག་བསྡུས་ནང་པོ་མང་པོ་བེད་སྤྱོད་བྱས་ནམ་ཞག་རྒྱུན་དུ་བེད་སྤྱོད་མ་བྱས་ཡག་གི་ཚིག་འདི་འདྲས་མང་པོ་བེད་སྤྱོད་བྱས་རྗེས་བོད་པ་ཚོའི་སེམས་ཀྱི་ནང་ལ་བག་ཆགས་སྡུག་ཆགས་ཅིག་བཞག་ཡོད་རེད་ད་བོད་སྐད་ཟེར་ཏེ་བོད་ཡིག་ཟེར་ཏེ་བཟོ་ནས་དཔེ་མི་སྲིད་དཀའ་ལས་ཁག་པོ་ཡོད་རེད། དེའི་རྩ་བ་ཉིད་ནས་སྒོ་ཚུགས་གི་མ་རེད་བསམ་བསམ་གྱིས། བོད་པ་དཀྱུས་མ་མང་ཆེ་བ་ལ་ཚོར་བ་དེ་འདྲས་འདུག། བྱས་ཙང་ད་ངས་སེམས་ཤུགས་ཁོ་རང་ཚོ་བོད་ཡིག་ལ་དབྱིངས་ཞུགས་ཡག་དང། ཨ་ནི་སེམས་ཤུགས་སྤར་ཡག་གི་ཆེད་དུ། གྲུམ་གསུམ་གྱིས་གྲུམ་གཅིག། སློབ་ཚན་མཐའ་མ་ཟེར་ནས་མི་སྲིད་པས་ད་ལྟ་ང་རང་ཚོའི་གནས་སྟངས་དང་འབྲེལ་བ་ཤུགས་ཆེན་པོ་ཡོད་པའི་གྲུང་ཅིག་རེད། འདི་གལ་སྲིད་གྲུང་འདི་ཁྱེད་རང་ཚོས་ཀློག་གནང་པ་ཡིན་ན་སོ་སོའི་སྐད་དེ་གལ་ཆེན་པོ་ག་ཚོད་ཡིན་མེད་མཁྱེན་གི་རེད་གལ་སྲིད་སྐད་དེ་བརླག་པ་ཡིན་ན་གལ་སྲིད་ཁྱེད་རང་ཚོས་སྐད་སྦྱང་ཆོག་གི་མེད་ཟེར་ནས་ལབ་པའི་ཉིན་མོ་དེ་ལ་ཚོར་བ་ག་འདྲས་ཅིག་ཡོང་གི་རེད། དེ་ཚོའི་སྐོར་ལ། རེད་དེ། དྲུང་འདི། ཨིན་ཇིའི་སྐད་ལ་ཞུས་པས་ན the last lesson ཟེར་གྱི་ཡོད་རེད། རྩོམ་པ་པོ་དེ་ཕ་རན་སི་གི Alphonse Dandes ཟེར་ནས་ཁོ་རང་གིས་བྲིས་གནང་བ་རེད། ད་དེབ་ཀློག་ཡ། དཔེ་མི་སྲིད་པའི་གལ་ཆེན་པོ་འདུག་དེབ། རྩོམ་པ་པོ་འདི་འདྲས་ཀྱི་ཤོག་ལྷེ་རེ་རེ་ལ་ཉི་མ་མང་པོ་བསམ་བློ་བཏང་རྐྱེན་བྲིས་པའི། དེབ་དེ་ཚོ་ཨ་ནི་ང་རང་ཚོ་ལ་སེམས་སྐུལ་ཐེབས་ཡག་གི། མིའི་སེམས་ལ་འགྱུར་བ་བཏང་ཐུབ་ཡག་གི་དེབ་དེ་འདྲའི་ཡོད་རེད་ད། དུ་ག་ཅིག་ལ་ང་རང་ཚོའི་བོད་པའི་མི་རིགས་དེ་སྤྱིར་བཏང་ཞུས་པ་ཡིན་ན། དེབ་བློ་ཡག་ལ་ཁྱོད་ནད་རྙེད་པོ་ཡོད་མ་རེད་ད། མོ་སྒྲ་རྫིག་པོ་དེ་འདྲའི་གོང་ཆེན་པོ་དེ་འདྲའི་ཉོ་ཡག་དང་ཨ་ནི་ལག་ཁྱེར་ཁ་པར་རྫིག་པོ་དེ་འདྲའི་ཉོ་ཡག་དང་ལྷམ་སྒོག་ཁྲི་གཉིས་ཁྲི་གསུམ་དེ་འདྲའི་སྤྲད་ནས་ཉོ་ཡག་དེ་འདྲའི་ལ་ཨ་ནི་མགྱོགས་ཐག་གཅོད་བྱེད་ད་དེབ་བློ་གནང་ཡག་ལ། དེབ་ལ་འགྲོ་སོང་རྩ་བ་ཉིད་ནས་བཏང་གིན་མེད་ཟེར་མཁན་སོ་འདྲ་པོ་གཅིག། དེ་འདྲས་ཡོད་རེད། དེ་ནས་དེབ་དེ་མང་ཙམ་ཀློག་ཐུབ་པ་ཡིན་ན། སོ་སོ་ལ་ཕན་ཐོགས་པ་མ་ཟད་སོ་སོའི་ནང་མི་ལ་ཡང་ཕན་ཐོགས་ཀྱི་རེད། སོ་སོའི་ནང་མི་ཙམ་དུ་མ་ཟད་སྤྱི་ཚོགས་ལ་ཡང། ཕན་ཐོགས་ཐུབ་གནང་གི་རེད། ད་ངས་ཁྱེད་རང་ཚོ་ལ། སྤྱིར་བཏང་གི་ད་དེབ་ལ་ཁྱེད་རང་ཚོ་དོ་སྣང་མེད་པ་ཆ་བཞག་ད་དེ་བོད་ཀྱི་ལོ་རྒྱུས། རྒྱ་ལོ་དོན་འགྲུ་ལགས་ཀྱིས་བརྩམས་གནང་པའི་དེབ་འདི་ང་རང་ཚོའི་རྒྱལ་རབས་དང་འབྲེལ་བ་ཡོད་པའི་དེབ་རེད་དེ་འདྲའི་བློ་བླངས་པ་ཡིན་ན། སྔོན་མ་བོད་འདི་ག་འདྲའི་ཅི་ཡོད་རེད། གནས་ཚུལ་ག་འདྲའི་ཡོད་རེད་བོད་པ་ཟེར་མཁན་དེ་མི་རིགས་དེ་ག་འདྲའི་ཡོད་རེད། འདི་ཚང་མ་མཁྱེན་གི་རེད་བ། ད་འདི། ད་འདི། རྒྱ་ལོ་དུད་འགྲོ་ལགས་ཀྱིས་འདི་ཇག་ཚོང་གནང། དབྱིན་ཇིའི་སྐད་ལ་ཇག་ཚོང་གནང་པའི། ནང་དོན་ཁ་ཤས། ངས་ཁྱེད་རང་ཚོ་ལ་ངོ་སྤྲོད་ཞུས་པ་ཡིན་ན། མ་འགྲིག་པ་ཡོད་མ་རེད་བསམ་གྱི་འདུག་ག་རེ་ཡིན་ཟེར་ན་འདི། འཛམ་བུ་གླིང་སྤྱིའི་བློ་ཡག་གི་ཆེད་དུ། ལྗགས་རྩོམ་གནང་པ་རེད། བྱས་ཙང་དེ་ནི་ངས། ཚིག་གྲུབ་གཉིས་ཙི་ཁྱེད་རང་ཚོ་ལ། ཀློག་པ་ཡིན་ན། ཁྱེད་རང་ཚོ་དེབ་ཀློག་ཡག་གལ་ཆེན་པོ་ཡིན་པ། མཁྱེན་པའི་རེ་བ་ཞུ་གི་ཡོད། དེ་ཙམ་དུ་མ་ཟད་བོད་ལ་སྔོན་མ་ག་རེ་ག་རེ་བྱུང་བ་རེད། དེ་ཚོ་མཁྱེན་ཡག་དཔེ་མི་སྲིད་གལ་ཆེན་པོ་རེད་ད་ང་རང་ཚོས་སྔོན་མ་སློབ་གྲྭར་སློབ་པའི་སྐབས་ལ་ཨ་ནི་བོད་བོད་པ་ཡག་པོ་ཡིན་པས་ཡིན་རབས་དང་དེ་འདྲའི་སྐད་རྐྱང་གཅིག་མ་གཏོགས། དེའི་ནང་ལ་ང་ཚོས་སྐྱོན་ཆ་དེ་འདྲས་ཅིག་བྱུང་བ་རེད། ནོར་འཁྲུལ་དེ་འདྲས་ཅིག་བྱུང་བ་རེད་ཟེར་ནས་ཚིག་གཅིག་ཀྱང་ཡོད་མ་རེད། ཨ་ནི་ད་དེ་ངས་རྒྱལ་ལ་དུད་འགྲོ་ལགས་ཀྱིས་ལྗགས་རྩོམ་གནང་བའི་ཕྱག་དེབ་ད་ལེའུ་བདུན་པ། Chapter Seven། གི་ཤོག་གྲངས་དྲུག་ཅུ་རེ་གསུམ་ལ་ཡོད་པའི་ཚིག་གྲུབ་གཉིས་ཁྱེད་རང་ཚོ་ལ། ངོ་སྤྲོད་ཞུ་གི་ཡིན། ཨ་ནི། ད་འདིའི་ནང་ལ་ག་རེ་འདུག་ཟེར་ན། ད་ཡང་འདིའི་ནང་ལ་ཞིབ་བཞིན་ཕྲ་བ་ངས་ཁྱེད་རང་ཚོ་ལ་ཞུ་གི་མེད། ཡང་གསར་རྙིང་ནང་གི་ག་རེ་ཞུ་དགོས་རེད། ཨ། སྐད་ཆ་མང་པོ་ཡོང་གི་རེད་པ། ཨ་གང་ལྟར་འདི། རྒྱ་ལོ་དེ་འདྲུག་ལ་ཁྱེད་རང་ཚོས་མཁྱེན་གི་རེད་པ། ཁོ་རང་གིས་གྲྭ་བཙུན་གནང་བའི་སློབ་ཚན་བདུན་པའི་ཤོག་གྲངས་དྲུག་ཅུ་རེ་གསུམ་ལ་དེ་ག་རེ་འཕྲིན་གནང་འདུག་ཟེར་ན། ཚིག་གྲུབ་གཉིས་ཀློག་གི་ཡིན་ད།

དེ་ནས་ད་གེལ་ཚ་ར་སྤྲིང་རིན་པོ་ཆེ་རི་བ། ཨ་ནི་ང་རང་ཚོའི་བོད་ལ་དེ་འདྲའི་དཀྲོག་གཏམ་ཅིག་ཁྱབ་པ་རེད་ས། དཀྲོག་གཏམ་འདིའི་ནང་ལ་ར་སྤྲིང་རིན་པོ་ཆེ་གོ་གནས་དེ་ནས་བབས་མ་གནང་པ་ཡིན་ན། ཨ་ནི་ཁོ་རང་གི་སྲོག་ལ་ཡང་ཉེན་ཁ་ཡོང་སྲིད་ཀྱི་རེད་ཟེར་འདི་འདྲའི་དཀྲོག་གཏམ་ཅིག་ཁྱབ་པ་རེད་ས།

ཨ་ཨ་ནི། དཀྲོག་གཏམ་འདི་འདྲས་ཅིག་དར་བ་རེད་ས་ད་ཁ་ས་རྭ་སྒྲེང་རིན་པོ་ཆེ་ཁོ་རང་གི་གོ་གནས་ནས་བབས་མ་གནང་པ་ཡིན་ན་ཨ་ནི་བར་ཆད་ཆེན་པོ་ཅིག་ཡོང་གི་རེད། ཁོ་རང་གི་སྲོག་ཐོག་ལ་ཡང་ཉེན་ཁ་ཡོང་སྲིད་གི་རེད་ཟེར་ནས་དཀྲོག་གཏམ་འདི་འདྲས་ཅིག་ཁྱབ་པ་རེད་ས་ད་ང་རང་ཚོ་དཀྲོག་གཏམ་འདི་འདྲས་ལ་ཡིད་ཆེས་གནང་གི་ཡོད་རེད་བ། བོད་པའི་གི་སྐྱོན་ཆེ་ཤོས་འདི། ཨ་ནེ། ཁྱིམ་མཚེས་ཀྱི་ག་རེ་ལ་གུས་འདུད་ད་ག་རང་ལ་ཡིད་ཆེས་བྱེད་ནས། ཕ་ཆོས། ག་རེ་ཞུ་གི་རེད། གྲོགས་པོ་གཅིག་གིས་ག་རེ་ལ་གུས་འདུད་ད་ག་རང་ཡིད་ཆེས་བྱེད་ཅེས་མིག་བཙུམ་ནས། བརྟག་དཔྱད་ཁྱོན་ནས་མ་བྱས་ནས། ཀླད་པ་གསར་པ་གསར་རྐྱང་བཞག་ཅེས། ཉམས་ཞིབ་མ་བྱས་ནས་ཡིད་ཆེས་བྱེད་ཡག་གི་ལུགས་སྲོལ་ཅིག་ཡོད་རེད་པ། འདིས་ང་རང་ཚོའི་སྤྱི་ཚོགས་ལ་དཔེ་མི་སྲིད་གནོད་ཀྱི་ཡོད་རེད། དེ་འདྲ་བྱེད་བྱེད་ད། བར་ཆད་ཡོང་གི་རེད་ཟེར་མཁན་མི་དེ་སུ་རེད་དེ་ལུང་བསྟན་གནང་མཁན་སུ་རེད་དེ་ཡང་སྟོན་ཡ་མེད་པ། ཨ་ནི། དེ་འདྲ་བྱེད་བྱེད་ད་མི་ཚང་མས་བར་ཆད་ཡོང་གི་རེད་ཟེར་ནས། ཡིད་ཆེས་བྱེད་ཡ་འགོ་བཙུགས་པ་རེད་ས། ད་འདིས། ད་ལྟ་རྒྱ་ལོ་དོན་དྲུག་དགུང་ལོ་ཆུང་ཆུང་ཡིན་པའི་སྐབས་ལ་རེད། དགུང་ལོ་ཆུང་ཆུང་ཡིན་པའི་སྐབས་ལ་རེད། ད་འདི་ནས་ད་ལྟ་བར་དུ་ད་ལོ། བརྒྱད་ཅུ་ཕྱིན་ཡོད་ཀྱི་རེད་པ། ལོ་བརྒྱད་ཅུ་བརྒྱད་ཅུ་བྱས་ལ། ད་བོད་པ་ཚོའི་བསམ་བློའི་གནས་ཚད་དེ་ཡར་རྒྱས་ག་ཚོད་ཕྱིན་འདུག་ཁྱེད་རང་ཚོ་གཅིག་གཟིགས་དང། བོད་པ་ཚོ་ད་ཁར་ས Mercedes སྔོ་སྐྲ་གཅིག་བཏང་སྐྲ་ཡིས་བརྒྱབ། ཨ་ནི་མིག་ཤེལ་ནག་པོ་ཞིག་བརྒྱབ་རྗེས། བྲོ་གར་བྱེད་པ་མ་གཏོགས་འདིའི་ནང་ལོགས་ཀྱི་མི་དེའི་སེམས་ཀྱི་ནང་ལོགས་ལ་དེང་དུས་ཀྱི་མི་ཅིག་ཆགས་ཐུབ་འདུག་བས་སེམས་ཁྱེད་རང་ཚོ་ཅིག་བརྟག་ཞིབ་གནང་ད་ལྟ་ངའི་ལྟ་སྣང་མཐོང་ཕྱོགས་ལ་ད་ལྟ་ང་རང་ཚོའི་སྤྱི་ཚོགས་ཀྱི་བསམ་བློ་བཏང་སྟངས་དེ་སྔོན་མ་ག་འདྲ་ཡོད་པ་ད་ག་རང་ལ་གནས་བསྡད་ཤག་ག་འདྲ་ཡིན་ཞུས་པ་ཡིན་ན་ད་ང་རང་ཚོའི་སྤྱི་ཚོགས་པས་འཁྲུག་ཆ་དོད་པོ་རྙོག་དྲ་མང་པོ། མི་ཡོད་ཡ་འབུམ་གཅིག་མ་གཏོགས་ཡོད་མ་རེད། རྡ་རྗེ་གླིང་གི་མི་འབོར་ལས་ཉུང་ཙམ་ཞེ་དྲག་གི་ཉུང་ང་དེ་འདྲའི་གཅིག་གི་ནང་ལ། ཨ་ནི། ཁོ་ཨ་མདོ་ཁོ་ཁམས་པ་ཁོ་དབུས་གཙང་ཟེར་ནས། རྙོག་དྲ་མང་པོ་བཞི་བོ་གཅིག་རྐང་བཙུགས་ནས་རྒྱབ་ལོག་ནས་མི་གཅིག་གིས་བསླང་གི་ཡོད་རེད། ཨ་མདོ་གཙང་མ་གཙང་རྐྱང་ཡང་དེང་སང་མཐོང་ཡ་ཡོད་མ་རེད་ཁམས་པ་གཙང་མ་གཙང་རྐྱང་ཡང་མཐོང་ཡ་ཡོད་མ་རེད་དབུས་གཙང། པད་གཙང་མ་དེ་འདྲའི། ཡང། དཔེ་ཉུང་ཉུང་རེད། ད་འདིའི་ནང་ལ་ཨ་ནི་ཟིང་ཆ་བླངས་རྗེས་ཁྱེད་རང་དབུས་གཙང་རེད་དཱ་ཁྱེད་རང་ཁམས་པ་རེད་དཱ་ཟེར་ནས་ཟིང་ཆ་བླངས་རྗེས། ད། ཉེ་ཆར་ང་ཚོས་དེ་ག་རེ་བྱུང་བ་རེད་ཟེར་ན་ད་ད་ལྟ་ཆོས་བརྒྱུད་སྤྱི། སྤྱི་འཐུས་དེ་གི་སྤྱི་འཐུས་དེ་གི་མཚན་ངས་དྲན་གི་མི་འདུག་གང་ལྟར་ཁོང་འདིའི་ཁར་ས། ཁར་ས། བོན་པོའི་ཁོངས་གཏོགས་ནས་ཁོ་རང་སྤྱི་འཐུས་བཞེངས་པ་ཡིན་ས་རེད། ད་ཁོ་རང་ལ་སྔོན་མ། རྒྱ་མིའི་སོ་པ་རེད་ཅེས་ནས་གྲོས་ཚོགས་ཀྱི་ནང་ལ་བཀའ་མོལ་བྱུང་སོང་ང། ད་དཔེ་མི་སྲིད་རྙོག་དྲ་ཆེན་པོ་བཟོས་ཚར་བ་རེད། གྲོས་ཚོགས་ཀྱི་ནང་ལ། ཨ་ནི། ཆོས་བརྒྱུད་སྤྱི་འཐུས་དེ་རྒྱ་མིའི་སོ་བ་རེད། ལབ་དུས་རྩམ་པ། མི་མང་གི། ཡིན་ན་ཡིན་པའི་ཁུངས་སྐྱེལ་དགོས་ཀྱི་ཡོད། ཨ་ནི། ཡིན་པ་ཡིན་ན། ཨ་ནི། གྲོས་ཚོགས་ནས་སྤེལ་དགོས་ཀྱི་ཡོད། བོད་པའི་སྤྱི་ཚོགས་ཀྱི་ནང་ནས་སྤེལ་དགོས་ཀྱི་ཡོད། མེན་པ་ཡིན་ན་རྒྱ་མི་གསོད་པ་རེད་ཟེར་མཁན་མི་འདི་གིས་གྲོས་ཚོགས་ཀྱི་དུས་ཚོད་འཕྲོ་བརླག་བཏང་པ་རེད། སྐྱོན་འཛུགས་བྱེད་མཁན་འདི་མ་དཔེ་དགོས་ཀྱི་ཡོད་ཟེར་ནས་ཁུངས་སྐྱེལ་བྱེད་དགོས་ཀྱི་ཡོད་ཟེར་མི་མང་གིས་ཚིག་གཅིག་གསུང་ཐུབ་ཀྱི་ཡོད་མ་རེད། ད་མིག་བཙུམ་བྱས་ཨ་ནི་ཆོང་རྐྱང་རེད་ད། ག་རེ་གོ་ན་ཡང་ད་ག་རང་ལ། རི་བོང་ཅལ་འདྲོགས་ཟེར་ང་རང་ཚོ་སློབ་མྱོང་མེད་པར་ཕལ་ཆེར་ཡོད་ཀྱི་མ་རེད་ད་ད་ག་རང་ང་ཚོའི་སྤྱི་ཚོགས་ནང་ལ་ཡོང་གི་འདུག་ག་ད་སྔོན་མ་དེ་ཆོས་རྒྱུད་སྤྱི་འཐུས་དེ་གསོ་པ་རེད་ཟེར་ཡག་གི་སྐད་ཆ་དེ་ཁུངས་ག་འདྲས་སུ་སྐྱེལ་གི་རེད་དེ་དཀྲོག་གཏམ་རེད་པས་ཡང་ན་ཁུངས་སྐྱེལ་ཐུབ་ཀྱི་རེད་པས་ཁུངས་སྐྱེལ་ཐུབ་ཀྱི་ཡོད་ན། ཨ་ནི་ཆོས་རྒྱུད་སྤྱི་འཐུས་དེ་སྤྱི་ཚོགས་ནས་སྤེལ་དགོས་ཀྱི་ཡོད་རེད་ཟེར་ཡག་གི་སྐད་ཆ་ཅིག་ཡོང་གི་རེད་པ། ཁོ་རང་ལ་མ་ཉེས་ཁ་གཡོག་མ་ཉེས་སྐྱོན་འཛུགས་བྱས་པ་ཡིན་ན་བྱེད་མཁན་དེ་ལ་བོད་པའི་སྤྱི་ཚོགས་ཀྱི་ནང་ནས་སྤེལ་དགོས་ཀྱི་ཡོད་ཟེར་མི་མང་གི་འདི་འདྲས་ལབ་ཐུབ་ཡག་གི་གནས་ཚད་ཅིག་བསམ་བློའི་གནས་ཚད་ཅིག་དགོས་ཀྱི་ཡོད་རེད་པ། ད་དེ་འདྲས་ཡོད་མ་རེད། ད་སྔོན་མ་ཚོ་མདའ་བོད་ལ་བྱུང་བའི་ཚོ་མདའ་རལ་གྲི་རིན་པོ་ཆེའི་གོ་གནས་ནས་དགོངས་པ་མ་ཞུས་པ་ཡིན་ན། ཨ་ནི་བོད་ལ་བར་ཆད་ཆེན་པོ་ཞིག་ཡོང་གི་རེད་དེ་མ་ཟད་ཁོ་རང་རལ་གྲི་རིན་པོ་ཆེ་ཁོ་རང་རང་གི་སྲོག་ཀྱང་འགྲོ་སྲིད་ཀྱི་རེད་ཟེར། དཀྲོག་གཏམ་གཅིག། ཁྱབ་པ་རེད་ད་འདིའི་དཀྲོག་གཏམ་བརྒྱབ་མཁན་དེ་སུ་རེད་ག་འདྲས་བྱུང་པ་རེད། སུས་ལུང་བསྟན་གནང་པ་རེད་འདི་འདྲའི་མངོན་གསལ་དོད་པོ་གང་ཡང་མེད་པ། དེ་ནང་བཞིན་ད་ལྟ། ཆོས་བརྒྱུད་སྤྱི་འཐུས་དེ། སོ་པ་རེད། ཡིན་ན་ཡིན་པའི་ཁུངས་སྐྱེལ་གནང་དགོས་ཀྱི་ཡོད་རེད་མེད་ན་མེད་པའི། སྐྱོན་འཛུགས་བྱེད་མཁན་ལ་ཉེས་པ་བཏང་དགོས་ཀྱི་ཡོད་རེད་པ་འདི་འདྲའི་ཆོས་བྱེད།

ཨ་ནི་མི་མང་གི་མིག་བཙུམ་ནས་ཐག་རང་ལ་ཡིད་ཆེས་བྱེད་ཅེས། ཨ་ནི། སྐད་ཆ་འདི་འདྲའི་བཤད་ཡ་གླིང། ད་འདི་ནས། ཡར་ཐག་མར་ཐག་གཅོད་དགོས་ཀྱི་ཡོད་རེད་པཱ། ཡིན་ན་ཡིན་པའི་ཁུངས་སྐྱེལ། མེད་ན་མིན་པའི། ཁར་ས། ལབ་མཁན་དེ་གི་གོང་སེལ་ཞུ་དགོས་ཡ་དེ་འདྲ་གང་ཡང་མེད་པ་ག་ལེ་ག་ལེ་ག་ལེ་ག་ལེ་སྐད་ཆ་དེ་བརྒྱ་ཡེ། ཨ་ནི། ད་གང་ཟག་དེ་ལ་གནོད་ཀྱི་ཡོད་རེད་གནོད་ཚ་བའི་ཆེད་ལ་ནི་སྐད་ཆ་དེ་ག་ལས་ག་ལས་བྱ་ཡས་ནི། གསོ་པ་ཡིན་ན་ཡིན་པའི་ཁུངས་སྐྱེལ་ཡང་མེད་པ། སུས་མཐོང་པ་རེད་ག་འདྲས་ཧ་གོ་བ་རེད་དེ་འདྲའི་གནས་ཚུལ་གང་ཡང་མེད་པ། སྐད་ཆ་དེ་ག་ལས་ག་ལས་ག་ལས་བྱ་ཡས། འོ་ཁ་ཆེམས་ང་ཚོས་ངས་དེ་གསོ་བ་རེད་ཟེར་ནས་ངོ་རྒོལ་ཞིབ་པོ་བྱས་པའི་ཐོག་མཐའ་ཁུངས་སྐྱེལ་བྱེད་མཁན་ཡོད་ཡང་གང་ཡང་མི་འདུག་དེ་འདྲའི་བསམ་ཡང་མ་ཐུབ་མཁན། ཨ་ནི། བློ་བཟང་སེང་གེ་གིས་ཁར་གསག། སྐུ་མདུན་གྱི་སྐུ་པར་མ་ཕབ་ཁོ་རང་གི་པར་ཡར་འཕྱར་པ་རེད་ཟེར་ནས། ངས་མཐོང་བྱུང་ལབ་མཁན་ང་ཡིན། ང་མཉམ་དུ་རོགས་པ་དེ་དང་དེ་ཡོད་དཔང་པོ་ང་ཡོད་ཟེར་མཁན། རྩ་བ་ནས་མེད་པ་བྱས་གང་ལྟར། བློ་བཟང་སེང་གེ་ལ་གནོད་སྐྱེལ་ཚར་བ་རེད། དེ་ནས་ག་ལེ་ག་ལེ་ཁུངས་སྐྱེལ་གང་ཡང་མེད་པ་སྐད་ཆ་དེ་ག་ལེ་ག་ལེ་འཇའ་ཡལ་འགྲོ་གི་ཡོད་རེད། དེ་འདྲ་བྱས་པ་ཡིན་ན་ད་ང་རང་ཚོ་སྤྱི་ཚོགས་དེ། པས་ཉེན་ཁ་ཚ་བོ་གཅིག་ལ་སླེབས་བསྡད་པའི་ཟོར་བུ་ངས་ནི་དེ་འདྲའི་མཐོང་གི་འདུག་སེམས་འཚབ་ཞེ་བུ་ཅི་ཡོང་གི་འདུག་ང་རང་འདས་ད་ལྟ་ག་རེ་ཞུ་གི་རེད་སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེས་གྲངས་ཀྱི་རྡོ་གླིང་དབུས་གཞུང་གི་སློབ་གྲྭའི་ལོ་རྒྱུས་དེ་ཚོ་ཡང་ད་ལྟ་ཆ་ཚང་ཞུས་ཚར་མེད་ཨ་ནི་འདི་རྣམས་མདོ་ལབ་ཡང་མང་པོ་ཡོད་དེ་གཅིག་ང་ཚོས་སྡེ་སྤྱི་ཚོགས་ཀྱི་གནང་སྟངས་དེ་ལ་དཔེ་ང་ནི་མཚམས་མཚམས་གཉིད་ཡང་ཁུག་གི་མི་འདུག་ང་ནི་སེམས་ཀྱིས་མ་བཟོད་ནས་དེ་ངས་ཁྱེད་རང་ཚོ་ལ་གཉིད་སད་དགོས་ཀྱི་འདུག་ད། སྐད་ཆ་གང་བྱུང་མ་བྱུང་ལ་ད་ག་ཞིག་བྱས་གནང་རྒྱུ་མི་འདུག་ཨ། བློ་བཟང་སེང་གེ་ཡིན་ན་ཡང་མི་རེད་སྐྱོན་ཡོད་སྲིད་ཀྱི་རེད། ཡིན་ན་ཡང། ད་ང་དེ་འདིའི་ཕྱོགས་དང་ཕ་ཕྱོགས་ཀྱི་ཕྱོགས་གང་ཡང་མེད་ང་ཚོས་དྲང་བདེན་ལ་རྒྱབ་སྐྱོར་ཡིན་གཅིག་མིན་གཅིག་གནང་དགོས་ཀྱི་འདུག་མིག་བཙུམ་ནས་ཡིད་ཆེས་གནང་པ་ཡིན་ན། ཉེན་ཁ་ཆེན་པོ་ཞེ་དྲག་ཆགས་ཀྱི་རེད་བསམ་ནས་ང་ལ་སེམས་འཚབ་ཞེ་པོ་བྱེད་འདུག་བྱས་ཙང་ངས་དེ། བོད་ཡིག་དང། དེ་འདྲའི་བསླབ་བྱ་ཕར་བཞག་བྱས་ཐ་སྙད་ཁ་ཚིག་སྔོན་མ། ལོ་རྟགས། བྱི་བ་གླང་རྟགས་ཡོས་འབྲུག་སྦྲུལ་རྟགས་ལུག་སྤྲེལ། བྱ་ཁྱི། བྱ། ཁྱི། ཕག། འདི་གཉིས་དང་ཐ་སྙད། ལོ་རྟགས་འདི་གཉིས་གཉིས་ཀྱི། མི་ཡི། སྤྱོད་པ་དེ་ག་འདྲས་ཡོད་པའི་ངས་ད་ལྟ་ཞུ་ཡག་བྱུང་མ་སོང། ཨ་ནི་ད་ལྟ་ཁར་ས། ངའི་བྲག་སྐམ་ལ་ཁྱེད་རང་གི་ད་དེ་ལོ་ཟླ་བཅུ་གཉིས་ནས་ལོ་ཟླ་བཅུ། བཅུ། བཅུའི་སྐོར་ལ་ད་ཁྱེད་རང་གི་ལབ་ཚར་སོང་ད་གཉིས་འདི་ག་དུས་བཟུང་ཡག་ཡིན་པས་སྟེ་བཀའ་འདྲི་གནང་མཁན་ཡང་འདུག། ཨ་ནི། དེ་འདྲའི།

དེ་ནས་ཡང་ངས་འདི་འདི་ནི་མ། ཕྲ་ཞིང་རྒྱས་པ་འདི་ནི་མ་འགྲེལ་བཤད་རྒྱབ་ཁ་འཆིང་བ་ནི་ཡང་སེང་གེ་ནག་ཉིད། རྩོད་རྙོག་ཡོང་ཡག་གི། རྒྱུ་གཅིག་ཆགས་ཀྱི་རེད་སོ་སོ་རང་གི་གཟི་བརྗེད། སྐུ་དངོས་རྒྱལ་གླུ་དུད་འགྲོ་ལ་ཁོ་རང་རང་གི་ཉམས་མྱོང། ཁོ་རང་གི་ག་རེ་གཟིགས་པ་དེ་གས་དེ། དེབ་འདིའི་ནང་ལ་བཀོད་བཞག། ངས་ག་རེ་ཞུ་ཡ་ཡིན་ཟེར་ན། དེབ་མ་ཀློག་པའི་སྐྱོན་གྱིས། དེབ་དམའ་ཀློག་དེབ་ཀློག་ཡག་གི་གོམས་གཤིས་མེད་པའི་སྐྱོན་གྱིས། སྤྱི་ཚོགས་དེབ་ཀློག་ཡག་ལ་ག་བོ་མེད་པའི་སྐྱོན་གྱིས། ལོ་བརྒྱའི་སྔོན་གྱི་བསམ་བློ་བཏང་སྟངས་དང། ད་ལྟ་དུས་རབས་ཉི་ཤུ་རྩ་གཅིག་ལ་སླེབས་པའི་བོད་པའི་མིའི་བསམ་བློ་བཏང་སྟངས་དེ་ལ་འགྱུར་བ་སྤུ་ཙམ་ཡང་ཕྱིན་མི་འདུག་ཞུ་ཡ་ཡིན། དེ་འདྲ་ཡིན་པ་སོང་ཙང། ལྷམ་སྒོག་མཁྲིག་གཉིས་གསུམ་ཉོ་ཐུབ་ས། Mercedes མོ་ཏྲ་ཉོ་ཐུབ་ས་ལ། དེ་འདྲའི་དེབ་ཅིག་ཉོ་མི་ཐུབ་མ་ཐུབ་པ་ག་རེ་ཡིན་ན་དེ་འདྲའི། དེ་འདྲའི་ཅིག་ཀློག་གནང་དང། ཨ་ནེ་འདིས་བྲོ་བ་རྙེད་སོང་ན་དེབ་གཞན་དག་ཀློག་རྙེད་སྡོད་ཀྱི་རེད། ཨ་ནེ་འདི་འདྲའི་དེབ་མང་པོ་ཞེ་དྲག་ཡོད་རེད་བོད་ཀྱི་སྐོར་ལ། དེབ་ཁ་ཤས་ཀློག་ཡ། ཀློག་པའི་སྐབས་ལ་དོན་དག་ཧ་གོ་ཡ་དེ་ཀ་ལས་ཁག་བཟི་ཡོད་རེད་ཡིན་ནའི་མུ་མཐུད་ནས་ཀློག་པ་ཡིན་ན། ག་ལ་ཤོག་གི་རེད་རོབ་ཙམ་དོན་དག་མཁྱེན་གི་རེད་ག་འདྲ། ད་འདི་ཀློག་བདེ་པོ་ཞེ་བོ་ཞིག་འདུག། ཀློག་ཡག་ལས་སླ་པོ་ཞེ་དྲག་འདུག་དོན་དག་ཚིག་རེ་རེ་གཉིས་རེ་ཧ་གོ་གི་འདུག། དེ་འདྲ་ཡིན་པ་སོང་ཙང་སྔོན་མ་བོད་ལ་ག་རེ་བྱུང་བ་དང་ད་ལྟའི་ཆ་ལ་བོད་པའི་བསམ་བློའི་གནས་ཚད་ག་པར་སླེབས་འདུག་ཁྱེད་རང་ཚོས་གཟིགས་གི་རེད། ཨན་ངས་དེ་ད་སེམས་ཀྱི་མ་བཟོད་ནས། ཕྱག་དེབ་ཡིན་གཅིག་མིན་གཅིག། གློག་ཡག་གོམས་གཤིས་བཟོས་གནང་དགོས་ཀྱི་འདུག། དེ་འདྲའི་ཁ་ས་བྱིས་ཐོག་རྐུབ་བཀྱག་ཟིན་དེ་འདྲའི་ནང་ལ་དེ་ནི་ཉིན་མ་ཉིན་གང་བཀའ་མོལ་གནང་པ་ཡིན་ན་ཡང། ཆུ་དཀྲོགས་ནས་མར་མི་ཐོན་ཟེར་གྱི་རེད་པ། སྐད་ཆ་ག་ཚོད་བཤད་ནས་འདི་གོ་ད་ནང་ལ་སྐད་ཆ་དེ་གི་དེ་ཡང་སྔོག་ནས་ཅིག་ཟིག་ད། ཅི་སྐད་ཆ་གསར་པ་དེ་འདྲ་བཤད་ཡག་གང་ཡང་ཡོད་མ་རེད། ཨ་ནི་ཁ་སང་ཉོན་མོངས་ཀྱི་དབང་དུ་སོང་ནས་ཁྱེད་རང་ལས་ང་ཆུ་ག་ཡིན་མདོག་མདོག། ཨ་ནི་ཕ་ཕྱོགས་ཀྱི་མི་དེ་སྡུག་ཅག་རེད་མདོག་མདོག་ཨ་ནི་ང་རང་ཚོའི་སྤྱི་ཚོགས་ནང་ལ་སྤྱིར་བཏང་དུ་མིའི་རང་བཞིན་རེད་དེ། བོད་པའི་ནང་ལ་ཡང་འདི་ལྟའི་ཤུགས་ཆེ་ཙམ་ཡོད་རེད་ག་རེ་ཤུགས་ཆེན་པོ་ཟེར་ན། མི་གཞན་དག་གི་རྐང་པ་འཐེན་ཡ་བས་མི་སྲིད། ག་བུ་ཡོད་འདི་ལ་དུས་ཚོད་མང་པོ་ཞིབ་ཕྱི་བཏང་རྗེས་རྐང་པ་འཐེན་མི་གཞན་དག་གི་རྐང་པ་འཐེན་ཡ། ཨ་ནི་དེ་འདྲའི་གི་སྐད་ཆ་ཉན་པ་ཡིན་ན། མཐོང་རྒྱ་ཐོས་རྒྱ་ཆེ་རུ་འགྲོ་ཡ་རྩ་བ་ཉིད་ནས་ཡོད་མ་རེད། ཕྱག་དེབ་ཡིན་གཅིག་མིན་གཅིག་ཀློག་གནང་དགོས་རེད་དམིགས་བསལ་གྱི་བོད་ཀྱི་རྒྱལ་རབས་དང་འབྲེལ་བ་ཡོད་པ། འདི་ཡང་ད་གནས་ཡོད་ཀྱི་མི་སྣ། སྐུ་ངོས་རྒྱ་ལི་དིང་འབྲུ་ལགས་ཀྱིས་ཕྱག་ཚོང་གནང་པའི་ཕྱག་དེབ་དེ་འདྲའི། ཡིན་གཅིག་མིན་གཅིག་ཁྱེད་རང་ཚོས། བློ་རོགས་གནང། ཨ་ནི་དེ་འདྲ་བྱས་པས་ན་ང་རང་ཚོས་ཁྱེད་རང་གི་མཁྱེན་རྒྱ་ཆེ་རུ་འགྲོ་ཡ་ཡིན་པ་མ་ཟད་སྤྱི་ཚོགས་ལ་ཡང་དྭ་ཕྲུག་ཕ་ཕྲུག་ཉུང་ང་ཡོང་གི་རེད་དེ་ངས་དེ་སེམས་ཀྱི་མ་བཟོད་ནས་དེ་འདྲ་ཞུ་གི་ཡོད། ཨ་ནི་ད་དེ་འདྲ་བྱས་བྱས་སྤྱི་ཚོགས་ལ་ཐུགས་ཕན་གསོས་པའི་རེ་བ་ཞུ་གི་ཡོད། ཨ་ནི་ད་བདེན་པ་ལ་རྒྱབ་སྐྱོར་གནང་དགོས་ཀྱི་ཡོད་རེད་སྲིད་སྐྱོང་ཡིན་ན་ཡང། ག་རེ་ཤོར་གི་རེད་ཉམས་མྱོང་བལྟས་ཞེས་ཡོད་པ་འཇོན་པོ། ལྷག་བསམ་ཡོད་མཁན་དེ་འདྲས་ཞིག་མེད་པ་ཡིན་ན། ཨ་ནི་ག་རེ་ཤོར་གི་རེད། ཁར་ས་ད་སློབ་ཚན་འདི་གི་མིང་ཡང་བྱས་སོང། སྤྲེའུ་གི་དཔོན་པོ་འདི་ད་ག་ཆུའི་ནང་ལ་ཟག་ཤ་ཟེར་དུས། ཆུའི་ནང་ལ་ད་ག་ལན་འགའ་ཕྱིན་པ་ནང་བཞིན། ཨ་ནི། དུས་ཚོད། འབད་བརྩོན། ག་རེ་བྱས་པ་ཚང་མ། ཆུད་ཟོས་ལ་འགྲོ་ཡ་ཉེན་ཁ་ཡོད་རེ་ཞུ་ཡ་ཡིན། དེ་འདྲ་བྱས་རྗེས་ཨ་ནི་ངས་དེ་བརྙན་ཐུང་འདི་དེའི་མཚམས་བཞག་གི་ཡིན། སེམས་གཟིགས་གནང་བ་ལ་ཐུགས་ཆེ་གནང།